འོག་ལ་སོགས་ལམ་ཐིག་རྫོང་གི་ཚོགས་གཙོ་གཙོས་ཀྱི་ཚོགས་མི་ཡོངས་ལ་བཀྲ་ཤིས་བདེ་ལགས་ཞུ། ད་ལྟ་རང་གི་ངོ་སྤྲོད་དེ་ཨ་ནི་ཨ་ལ་འཁིར་གི་ཚོགས་གཙོ་གི་ཕྱག་ནས་ཨ་ནི་ཚང་མ་ལ་ངོ་སྤྲོད་བྱེད་ཀྱི་ཡོད། ཨ་ནི་ཚང་མ་ད་བདུན་ཕྲག་སྔོན་མ་གི་རྗེས་དེ་ཐུན་ནས་མ་ངོ་སྤྲོད་བྱེད་ཀྱི་ཡིན། ད་བདུན་ཕྲག་སྔོན་མ་ལུང་འདྲེན་བཞི་བའི་ཨེ་དེ་ངོ་སྤྲོད་བྱས་ཚར་རེད་ད་ད་རེས་ངོ་སྤྲོད་བྱས་ཏེ་ལུང་འདྲེན་བཞི་བ་གི་བི་རེད། ད་འདིའི་གི་ཡིག་ཚང་གི་ཁོངས་དེ་ད་གང་ལས་ངོ་སྤྲོད་བྱས་ཟིན་པ་དེ་རེད། ཡིག་ཚང་གི་ཁོངས་གཅིག་པ་རེད། དེ་ད་བརྗོད་བྱ་ག་རེ་ཡིན་ན། དེའི་སྔོན་ད་བརྙན་ཤེལ་ཞིག་ནོ་དེའི་སྔོན་ལ་ད་བརྙན་ཤེལ་ཞིག་ནོའི་ནང་ད་ཨ་ནི་ཉག་རོང་གི་སེར་སྐྱ་ཧྥན་ད་སེར་སྐྱ་ཕོ་མོ་ད་ཧྥན་གི་དཔོན་ཚང་མ་བརྙན་དུ་གཉིས་པ་ད་ཁོ་ཚོ་ཉེ་བར་ཐར་འདོད་དང་དེ་ནས་གནས་ཡང་སྟངས་ཀྱི་སེ་འུ་གོ་ཡོད་ཟེར་ད་ངོ་མ་གི་རྒན་ཕྱི་ནང་དེ་གོ་ཡོད་རེད་གོང་མའི་གོང་མ་གི་ད་བཀའ་ཡིག་དེ་ཨ་ནི་ད་གི་བར་བྱས་ནས་ད་ཁོ་རང་ཚོ་འགྲོ་སྟངས་རེད་ཨ་ནི་མ་བྱས་ནས་འོ་ད་ལག་བསྟར་བྱེད་དགོས་བ་ཇོ་ད་ཁོ་རང་ཚོ་གོང་མ་གི་བཀའ་ཡིག་དེ་མ་བྱས་ནས་ཨ་ནི་བོ་བོ་ད་ད་གོང་མ་གི་བཀའ་དེ་ལག་བསྟར་བྱེད་བ་བྱེད་དགོས་བ་ཨ་ནི་དེ་བྱས་ཡོད་ཟེར་དེ་ནས་ད། དེ་མ་ཚད་ད་བོ་རྡོ་བློན་ཆེན་གྱིས་ད་ལྟ་གི་བཀའ་ཡིག་དེ་བརྒྱུད་ནས་འོས་གཞུང་ལ་ཡང་ཕུལ་ཡོད། ཡིན་ཡང་མུ་མཐུད་དུ་ཉག་རོང་ལ་གསུང་ཆོས་ཀྱི་ཞེས་སྐད་དུ་བརྩི་སྲུང་ཁས་ལེན་མི་བྱེད། འོ་ད་བོ་གཞུང་གི་ངོས་ནས་ན་འདྲ་ཉག་རོང་གསུང་ཆོས་བྱེད་པ་མ་ཟད། སྐད་དུ། ད་ལྟ་གོང་མ་གྷ་ཡིག་དེ་ཚོས་སི་ཚོང་དང། ག་རེ། སྲོང་བཙིར་བྱེད་ཡག་དང། བཙིར་ཚོང་དང་ཡང་ན་ཁས་ལེན་མི་བྱེད་གི། ད་ལྷུན་པོ་ང་ཅག་གི་ཆིག་སྒྲིལ་བྱེད་ན་ང་ཚོའི་གྷ་ཡིག། གོ་བ་ལས་ཨ་ནི། ད་ང་ཚོ་གི་གྷ་ཡིག་དེ་མ་བསྐུར་རྒྱུ་ལས་ཨ་ནི་ད། གང་འདོད་དེ་ཨ་ནི་དམག་དྲངས་ན་དྲངས་ནས་ཨ་ནི། ཐེབས་མི་ཕོད་ཟེར་ང་ཚོ་བོད་ལ་བོད་གཞུང་གི་དམག་ལ་ཐེབས་མི་ཕོད་གི།

ད་བོད་རྒྱ་ཨུ་ཡོན་གྱིས་ད་ཁི་ཚེབ་བསྐོར་བ་ཨུ་ཡོན་དེས་ཁི་ཚེབ་དེ་འདྲ་བཏང་ནས་མཉན་དུ་ད་ལྕགས་ལ་རྒྱོ་བོའི་ལྕགས་ལ་དང་ཨ་ནི་ཉོག་རོང་གི་ས་མཚན་ལྕགས་ལ་རྒྱོ་བོའི་དང་ཉོག་རོང་གི་ས་མཚན་སུ་ཅི་ས་མཚན་ནི་ད་དེ་གི་ས་མཚན་གི་ས་ཨི་ས་ཟིག་ནས་བསྐོར་ད་དེ་ནི་གཟིགས་དང་ད་བརྗོད་བྱ་མང་པོ་ཅིག་འདི་ཡིན་ཞེས་པ་རེད་འབྲི་ག་ཆགས་པོ་མ་རེད། གང་ལགས་ཀྱིས་ད་ཁོ་རང་ཚོ་གང་ཐུབ་ཐུབ་གི་ནི་གང་ལགས་ལགས་ཀྱི་ནི་ཀྱི་བློ་འགྱེད་བྱེད་ཀྱི་ཡོད་ལྷབ་ཤ་རྒྱག་གི་ཡོད། ད་བླུན་པོ་ང་ང་ཚོས་གིས་ང་བླུན་པོ་དག་གིས་ད་ལྟ་ནི་དམག་ཕོགས་དམག་གི་ཕོགས་སོགས་དཀའ་ངལ་ཡོད་པ་ཤེས་ནས་ཞི་བའི་གང་འདོད་བཞིན་དམག་འཐབ་མི་ཕོད་ད་གང་ལྟར་བྱུང་རྒྱུ་མཚན་མང་པོ་གཅིག་ཚར་ནས་དམག་འཐབ་བྱེད་མི་ཕོད་གི་ཟིག་ད་དེ་བྱེད་དགོས་དེ་རེད། དེ་ལ་ཡེ་ཤུ་རྩོམ་པ་པོ་ཡེ་ཤུ་དོན་ཚན་གཉིས་གཅིག་འདུག་ད་དང་པོ་དེ། ད་ལུང་འདྲེན་ཞི་བ་སྦིས་ཀྱི་ནང་ལོགས་ནས་བྱེད་བཞིན་པ་གི་གནས་སྟངས་དེ་ཨཱ་ནི་ཆིན་སྲིད་གཞུང་དང་བོད་པ་གི་བར་རོ་ལ་ཨཱ་ནི་ནན་རྒྱིན་དུ་བྱུང་དེ་ཡོད་ཡག་གི་ཨཱ་ནི་གནས་སྟངས་ཅིག་རེད། ད་ལུང་འདྲེན་གི་ཚིག་དང་པོ་དེ་གིས་ཨཱ་ནི་དཔེ་དེ་ག་རེ་ཟུག་རེད། ས་འོད་ཀྱིས་ད་ཅིག་ཚད་ལྡན་གི་རྣམ་པ་དང་ཡང་ན་གཞུང་འབྲེལ་གི་རྣམ་པ་གང་ནས་ག་རེ་སྐྱེས་ཡོད་རེད་ཟེར་ན། ཨཱ་ནི་གོང་མ་གི་བཀའ་ཡིག་དེ་བོད་རྡོ་སློན་ཆེན་གྱིས་ཨཱ་ནི་བོད་གཞུང་ལ་ཨཱ་ནི་མ་གོང་མ་བཀའ་ཡིག་དེ་འདྲ་རེད་རེད་མ་བརྡ་དེ་སྤྲད་སྐལ་བ་རེད། ཨཱ་ནི་བཀའ་ཡིག་དེ་ནང་ན་ད་ཚིག་པོ་བཤད་པ་རེད་ད་དཔེ་དེབ་ཁ་པོ་ཆེན་པོ་བཤད་པ་རེད་ག་རེ་ན་ཉོག་རོང་གི་ཉོག་རོང་ན་ཡོད་པའི་བོད་གཞུང་གི་དཔོན་རིགས་ཚང་མ་ལ་གནས་ཡང་དང་ནས་ཨཱ་ནི་དེ་ཚོ་རྩད་གཅོད་བྱེད་དགོས་ཟེར་དེ་འདྲ་སྐད་ཆ་གཟིགས་པོ་བཤད་དགོས་པ་རེད། དེ་ནས། ཕྱིའི་རྣམ་པ་གང་ནས་ད་ལྟའི་གང་ལ། ཨ་ནི་ག་རེ་ཟུང་ཧ་ཅང་གི་གཟི་བརྗིད་ཆེན་པོ་དང་དབང་ཤུགས་ཆེན་པོ་ཡོད་ཡ། ཨ་ནི་དེ་འདྲ་གི་རྣམ་པ་ཅིག་རང་བཞིན་གྱི་ད་གཏན་ནས་ཡོང་དགོས་རེད། ད་ལོ་རྒྱུས་དྲིལ་བསྒྲགས་བྱེད་ཀྱི་ཡོད་པས་ཨ་ནི་སྟབས་དེ་ཚོའི་ནང་ལོགས་ནས་དེ་ཚོ་རྫུན་མ་བཟོ་དགོས་ཡོད་མ་རེད། ད་འདི་འདྲ་གི་ཚིག

ད་རྒྱ་ནག་དམར་ཤོག་གི་ཨ་ནེ་ད་བོ་དེ་ན་ང་མོ་ནས་ཟེར་ཡ་དེ་འདྲ་གི་ལོ་རྒྱུས་རྒྱུ་ཆ་མང་པོ་ཅིག་ཡོད་ཡ་དེ་ཨ་ནེ་འདི་ལྟར་ཨ་ནེ་གསེར་རྟོལ་གྱིས་བྱེད་ཡ་གི་ཨ་ནེ་ཡིག་ཆ་རེད། ད་དོན་དངོས་སུ་ག་འདྲ་རེད་ཟེར་ན། མི་དགར་བ་ཅིག་ཡང་ན་སྒྲིག་འཛུགས་ཅིག་བལ་ན་ཆིན་སྲིད་གཞུང་དང། ཐ་ན་རྩོམ་པ་པོ་ཁོ་རང་དང་ཚུད་པའི་བ་ཞིག་གིས་ཨ་ནེ་མི། སུ་ཞིག་ལ་མི་གཞན་དག་སུ་ཞིག་ལ་ཡང་དཔེར་ན་དེའི་ནང་ལོགས་ན་ཨ་ནི་ཨ་མི་རི་ཀ་བཙན་རྒྱལ་བཙན་རྒྱལ་བ་ཨ་མི་རི་ཀ་ལྟ་བུ་ཡང་འཁྱིལ་ཡོད་དེ་ཚོ་ལ་ཨ་ནི་ཁོ་རང་གི་གོ་བ་མང་པོ་ཅིག་གོ་ཡིག་ཡིན་ཟེར་ཡ་དང་ཡང་ན་གོ་ནི་སྤྲད་ཡ་ཡིན་ཟེར་དེ་འདྲ་གི་ཡིག་ཆ་མང་པོ་ཅིག་གཏོང་ཆོག་གི་ཡོད་རེད། ཡིན་ན་ཡང། དེ་འདྲ་གི་ཡིག་ཆ་མང་པོ་ཞིག་མ་བཏང་ཡ་ན་གཞན་དག་མི་གཞན་དག་དེ་ཚོ་ཁ་ཡ་ཡ་ཁོ་བྱེད་གི་མ་རེད་ཡ་ཁོ་རང་བྱེད་གི་མ་རེད་མུན་ནག་བཞག་གི་ཁོ་རང་མ་རེད་དོ་སྣང་ཁོ་རང་བྱེད་གི་མ་རེད་དེ་ལ་ཚིག་ཚད་ལྡན་ནི་ཡིན་ཟེར་མཁན་སུ་ཞིག་ཡོད་བ་མ་རེད། ད་འདི་གི་ད་ལྟ་སི་ཁྲོན་སྤྱི་ཁྱབ་ཀྱི་ཁོ་རང་གི་ཞིབ་འཇུག་ཀྱི་བདག་དབང་ག་རེ་བྱས་ཡོད་རེད་ཟེར་ན། ཨ་ནི་ཆིན་ཙན་རྒྱལ་གྱི་དཀའ་ཡིག་དེ་ཚོ་དཔེ་དེབ་ལྔ་བཅུ་དགུ་འདྲེན་པའི་སྒང་ནས་མ་ཕབ་ཕྱི་ནས་ཨ་ནི། དེ་དེའི་གི་ཕ་འཇིགས་ཁེ་ཀོ་ཡ། འཇིགས་ཁེ་ཁི་ས་དེ་ཡང་ཨ་ནི་ཆིན་ཚན་རྒྱལ་ལ་བི་མོ་བཙིགས་ནི་ཨ་ནི་ག་རེ་ཕྱག་ཚ་མཁན་གི་ཨ་ནི་འབངས་མི་སེར་དེ་ཚོ་ཡིན་ནི་རེད། ཐ་ན་ད་སི་ཁྲོན་དང་འབྲེལ་དེ་བི་ཡ་གི་ས་ཆ་ཆུང་ཆུང་གི་ན་ནི་བི་ཨ་ནི་མན་ཇུའི་སི་གཞུང་ལ་མགོ་མི་འདག་མཁན་གི་སྨན་བཅོས་ཀྱི་དབང་སྒྱུར་ངེས་ལེན་མི་བྱེད་ཡ་གི་ཨ་ནི། ད། མི་རིགས་གཞན་དག་གི་དབང་སྒྱུར་པ། དེ་ཚོ་ཆུང་ཆུང་དེ་ཚོ་ལ་ཡང་ཁོ་ཚོ་མ་དབང་དུ་བསྡུ་ཐུབ་ཀི་མ་རེད་དེ་མ་གནང་ཐུབ་ཀི་ཡོད་མ་རེད། ད་འདི། ག་འདྲ་ད་རེད་ད་འདི་དཔེ་ཅིག་བཟང་ཡོད་ན་དཔེ་མཚོན་དེ་བཟང་ན་ག་འདྲ་འདྲ་བོ་རེད་ཟེར་ན། འཛམ་གླིང་འཁྲིག་ཆེན་ཉི་ཧྭ་གས་སུ་ཉི་ཧོང་གི། ད་བློན་ཆེན་དེ་དམག་དཔོན་དེ་ཚོ་གིས། ཨ་ནི་ཁོ་རང་ཚོ་ང་ཁང་བ་གཅིག་ཟིན་པའི་དབང་དུ་བསྡུས་ཟིན་པའི་དབང་ཆེན་བས་ད་བུ་སོགས་ལ་ཨ་ནི་བུ་རུ་ཐུམ་བུ་དེ་ཚོ་ལ་དེ་ཚོ་གི་ཨ་ནི་ཁོ་རང་ཚོ་གི་ཆུ་རང་འདོད་གི་སྒང་ནས་ཨ་ནི་ད་ཉི་ཧོང་གི་གོང་མ་ལ་ཨ་ནི་བློས་འཁེལ་པ་དང་དེ་ལ་མགོ་བཏགས་པ་དང་དེ་བཀའ་ཉན་གི་ཡིན་ཟེར་ཡ་དེ་དང། དེའི་ཞི་བ་ཚན་གྱིས་གནས་འཁོར་འགུལ། ཀྲུང་ཧྭ་མི་སེར་རྒྱལ་ཁབ་ཀྱི། ག་རེ་སྐོར་རེད། སྒྲིག་གཞི་འོག་ལ་ཡོད་ཡ་གི་མི་རིགས་ཆུང་ཆུང་དེ་ཚོ་གི། ག་རེ། ད་ལྟ། ད་ཉི་ཧོང་གི། ཉི་ཧོང་གོང་མ་གི་དམག་ལ་ནི། ངོ་རྒོལ་བྱེད་ཐུབ་ཀྱི་མེད་པ། ངོ་རྒོལ་བྱེད་མི་ཕོད་པ། དེ་འདྲ། དེ་འདྲ་ཡིན་པས་ཁྱབ་ཀྱི་ཡོད་མ་རེད་དུང་ཝང་ཅིན་ཝུའེ་ཁོ་རང་གི་མགོ་ཐག་ནས་ཕེབས་ཏེ། ག་རེ་ཟེར་ཉི་ཧོང་གོང་མ་ལ་བརྩི་གི་ཡིན་ཟེར་ན་ནི་དེ་བྱས་པ་ཙམ་གྱིས་མི་རིགས་ཆུང་བ་གཞན་དག་གིས་ག་རེ་ཟེར་གི་རེད། ཉི་ཧོང་གི་གོང་མ་དེ་དང་གོང་མའི་དམག་ལ་ངོ་རྒོལ་མི་བྱེད་པས་ཁྱབ་ཀྱི་ཡོད་མ་རེད། དེ་དབང་ལ་བསྡད་ཡོད་པས་ཁྱབ་ཀྱི་ཡོད་མ་རེད་ཟེར་དེ་རེད། ཡེ་ཤེས་ཉི་བ་དེ་ལོང་ཏེ་བཟོས་བ་སྦིས་གི། ཡང་ག་རེ་དང་ཁོང་ར་འཕྲོ་ཆགས་ཡོད་རེད་ཟེར་ན་ཆིན་སྲིད་གཞུང་གི། ཆིན་སྲིད་གཞུང་གི་གཞུང་འབྲེལ་གི་ཡིག་ཆ་དེ་ཚོ་ནན་ཡང་ཐད་ཀའི་བོད་གཞུང་གི་ལ་ནི་ཕ་གཏང་གི་ཡོད་མ་རེད་བོད་གཞུང་ལ་བསྐུར་ཐུག་ཕོག་གི་ཡོད་མ་རེད། དེའི་རྒྱུ་མཚན་ག་རེ་རེད་ཟེར་ན། བོད་སྐད་ཡོད་བ་མ་རེད། ནམ་ཡང་དེ་འདྲ་གཞུང་འབྲེལ་གྱི་ཡིག་ཆ་གོང་མ་དགོས་ཡིག་ཡིན་ན་འདྲ། མང་ཆོས་སྲིད་གཞུང་གི་གཞུང་ཡིག་དེ་འདྲ་བོད་གཞུང་ལ་ཐད་ཀའི་སྟངས་ཕོད་ཀྱི་ཡོད་བ་མ་རེད། ཡིན་ན་ཡང་མན་ཇུ་ཁོ་རང་གི་དབང་འབྱེད་བྱེད་བཞིན་པའི་ཨ་ནེ་མི་མང་དེ་ཚོ་འབངས་མི་སེར་དེ་ཚོ་ལ་ཨ་ནེ་ག་རེ་ཟེར་དགོས་རེད། ཆིན་སྲིད་གཞུང་གི་བཀའ་ཡིག་ཅིག་ཐོས་ན་བཀའ་ཡིག་དེའི་ས་ཆ་དེར་འབྱོར་ན་ནི་ཚང་མ་གི་པུས་མོ་ས་བཙུགས་ནས། ནི། ད་བཀའ་ཡིག་དེ་ངོས་ལེན་བྱེད་ཡག་དང་ནི་བཀའ་ཡིག་དེའི་ནང་ལ་གསོད་དགོས་ཡ་གཏུབ་དགོས་ཡ་ག་རེ་ཡོད་ན། མ་ཅིག་ལག་བསྟར་བྱེད་ཅིང་མ་ཐག་ཅིག་སུ་གཅིག་གིས་དེ་ཡིག་ལ་རྒྱལ་བའི་བཀའ་རྒྱལ་བའི་བཀའ་ལ་ཡར་ལྡོག་མེད་ཟེར་ཡ་ནང་བཞིན་ནི་དེ་དང་འགལ་ཐུབ་མཁན་སུ་གཅིག་ཡོད་རེད། དེ་རེད། ད་ཡིན་ན་ཡང་གལ་ཏེ། མི་སུ་ཞིག་ཡིན་ན་མི་ཞིག་གིས་ཨ་ནི་གོང་མའི་བཀའ་དེ་ངས་ལན་མ་བྱས་དུས་དང་འགལ་ནས་འགལ་བའི་སྐབས་སུ་མན་ཇུ་གིས་དེ་ལ་ཅི་ཡང་བཤད་མི་ཕོད་པ་བཤད་མི་ཐུབ་པ་དེ་འདྲ་ཡིན་དུས་གང་ལ་དུས་ཨ་ནི་དེས་བྱེད་སྟངས་དེ་ག་ནི་བཀའ་མ་བརྩི་ཡ་དེ་བཀའ་མ་བརྩི་བ་གཅིག་དང་བཀའ་མ་བརྩི་མཁན་དེ་ལ་ཉེས་བ་དང་ང་ལ་སོགས་པ་ཅི་ཡང་བྱེད་མི་མི་ཐུབ་པ་དེ་འདྲ་ཅིག་ཡིན་ན་ད་ཕྱིན་གོང་མ་ཁོ་རང་གི་ལ་ངོ་སྲུང་མེད་པ་དེ་འདྲ་ཆགས་འགྲོ་གི་རེད་ཟེར་དེ་མི་ཆ་ནས་དེ་མི་ཆ་ནས་ཨ་ནི་ད་གང་ནས་བྱེད་ཡ་གི། བོད་ལ་བཏང་བའི་བཀའ་ཡིག་ཡིན་ཟེར་མཁན་གི་ད་སྟག་གི་ནང་ན་ཡོད་པའི་བཀའ་ཡིག་ཡིན་ཟེར་ཡ་དེ་ཚོ། ད་གོང་མ་བོ་ག་ཡིག་དེ་དང་མ་ཆེ་ཡ་དེ་ཁོ་རང་ཚོ་གི་ད་ཡིག་ཆ་ན་གོ་བདེ་གང་ལ་ང་ཚོས་ད་ཡང་འདྲེ་གང་ལ་དེ་སྐོར་ར་ཅིག་བརྗེད་ནས་ཨ་ནི་ཕ་བོ་གཞུང་ལ་ཨ་ནི་འགྱུར་ཡ་ད་ཕེ་ན་ཁོ་གོང་མ་བོ་ག་ཡིག་མ་ཤུས་ནས་ཟེར་ཡ་འདྲ་བོ་དེ་ནས་བོ་རྡོ་ལོན་ཆེན་གྱིས་བསྒྱུར་ནས་ཡ་བོ་གཞུང་ལ་ཕུ་ཟེར་ཡ་ད་དེ་ཚོ་རེད། ད་འདིའི། བྱེད་སྟངས་འདིས་གི་ཨ་རིའི་ཆིན་སྲིད་གཞུང་གི་ཨ་ཁེ་ཝུའུ་གི་རིགས་ལན་ལྟར་ཨ་ཁེ་ཝུའི་བྱེད་སྟངས་ལྟར་ད་ཁོས་གང་བྱེད་དགོས་པ་ནི། གལ་ཏེ་དེ་འདྲ་གི་བཀའ་ཡིག་དེས་བོད་གཞུང་གི་ངེས་ལེན་མ་བྱས་ཡང་ན། ད་ཐེངས་ཀྱི་མཇུག་འབྲས་དེ་ཆི་རུ་ཆགས་པར་ནི་བོད་གཞུང་གི་ཐད་ཀའི་གོང་མའི་བཀའ་ཡིག་དང་འགལ་ཡོད་པ་མ་རེད་ཟེར་ཡག་གི་ཨ་ནི་དེ་འདྲ་གི་སོ་སོས་སོ་སོ་ལ་འབབ་ས་ཅིག་དང་སོ་སོས་སོ་སོ་ལ་ཨ་ནི་འགྲེལ་བཤད་རྒྱག་ཡག་དེ་འདྲ་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་ཟེར་འོ་དེ་འདྲ་རེད།

བོད་པ་ཨ་མདའ་ཁོ་པ་རུ་དེ་ཁྲིའུ་དཔོན་དེ་ནས་ཕར་ཉག་རོང་གི་ངག་དབང་སོང་བ་དེ་བོད་པ་དེ་དེ་ལྟར་དེ་ནས་མང་ཅིག་བསྡད་སོང་ད་ལོ་ཁྲན་གླིང་གི་སྙན་ངག་ནི་ད་དབྱིན་མཚན་གྱིས་བློ་འབྱེད་བྱེད་ཀྱི་ཡོད་ད་ལྷོ་སུ་དང་ནས་བློ་འབྱེད་བྱེད་ཀྱི་ཡོད་ཟེར་དེ་བས། དེ་ལྟར། མདོ་དོན་ཨའི་ཡིད་དཔོན་དེ། རང་སྣང་ངེས་འཛིན་དང་ཅི་གསུང་སྒྲུབ་པ་དེ་བཞིན་འབྲེལ་བ་བྱས་ནས། དེ་ཨའི་ཞིང་ལག་ལག་པ་རེད་ད་ཁོང་འབྲེལ་བ་བྱས་པ་དེ་དཔེ་ཡག་པོ་ཡིན་པ་དང་ཉོག་རོང་གི་ཧྥན་དཔོན་ཞེས་ད་ནི་བོད་གཞུང་གི་དཔོན་རིགས་དེ་ཚོ་ཟེར་དགོས་རེད། དཔོན་རིགས་དེ་རྒྱལ་མཚན་དགེ་ནས་རྒྱལ་མཚན་དགེ། དམག་དྲངས་པའི་གནད་དོན། ལོ་ཕྲན་ལིན་གྱིས་མངགས་པའི་བོན་རིགས་དང། བོ་རྡོ་ལོན་ཆིན་གྱིས་མངགས་པའི་པའི་ཨུ་ཡོན་སངས་རྒྱས་ཀྱི་བློ་འབྱེད་གནང། གལ་ཏེ་ཡང་བསྐྱར་བརྩི་སྲུང་མ་བྱས་ན། ཐག་གཅོད་དབྱེ་མཚན་ཇི་ལྟར་བྱེད་བཤད་དགོས་པ་ནི་ད་མ་བཤད་གོ་ག་ཐེ་ཅི་ཐེ་ད་ཉེས་བ་ག་རེ་གཏོང་དགོས་ཤིག། ད་སྤྱི་ཁྱབ་ཀྱི་སྤྱི་ཁྱབ་ཀྱི་ཕྱིར་ཡིག་དགོས་ན་དུས་སྐབས་ཀྱི་གོ་སྐབས་དང་དུས་དང་མཚུངས་པའི་གོ་སྐབས་སོགས་ལ་གཞིགས་ནས་ནས་སྙན་ཞུ་ཕུལ་ནས་ནས་ནས་བཀའ་ར་བསྒུག་དགོས། ད་དེ་ལ་ག་རེ་བྱེད་དགོས་ཡ་སྐོར་དེ་གོང་མ་གི་བཀའ་བསྒུག་དགོས་བ་རེད་ད་བསྒུག་ད་དེ་སྐབས་འགར་དུས་དང་མཐུན་པའི་བཀའ་ཡིག་འབབ་གི་ཡིན་ཟེར་དེ་རེད་བཀའ་ཕབ་གི་ཡིན་ཟེར་དེ་རེད། གྲྭ་འདི་ལ་ཡིས་ཤི་ཞེས་པ་དེ་ནི་ལུང་འདྲེན་བཞི་བ་སིའི་གི་ནང་ལོགས་ནས་ཆིན་བཙན་རྒྱལ་དང་གི་ངོས་འཛིན་དང་ག་རེ་སོགས་ངོས་ལེན་བྱས་པ་དེ་ལུང་འདྲེན་བཞི་བ་ཨེ་དང་བིའི་གི་ནང་ནས་བྱས་ནུས་གནས་སྟངས་དེ་རེད། ཨ་ནི་ཁོ་རང་ཚོ་གིས་ད་ལྟའི་ཚིག་གི་བརྗོད་བྱ་དེ་རྟགས་བརྒྱད་ཡོད་ཡ་དེ་རེད་དེ་ཚོ། ད་དུང་ལུང་འཇལ་ལྷེབ་བཤགས་ཟེར་ཡག་ནི་ད་ལྷེབ་བཤགས་ཀྱི་རེད་དང་ལུང་འཇལ་གྱི་རེད་དེ་རེད་འདུག་གལ་ཏེ་ཡང་སྐྱེར་འགས་ན་ཟེར་ཡང་སྐྱེར་གོ་དང་འགས་ན་ཟེར་དེ་འདྲ་ཚིག་བེད་སྤྱོད་ཀྱི་ཡོད་རེད་ད་འདི་འདྲ་གི་ཚིག་ཨ་ནི་ག་རེ་ཟུག་རེད་ད་ཁོ་གི་མ་མཆུ་གི་གཉིས་སུ་དབང་སྐྱེར་གྱི་འབངས་མི་ཚེ་དེ་ཚོ་ལ་ཨ་ནི་སྐད་གཡོག་དེ་ཚོ་ལ་ཨ། དམངས་ཆེ་བ་དེ་ཞེད་སྣང་སྐྱེ་ཡག་དང་ཨ་ནེ་ནི་ག་རེ་ཟེར་ཉེས་བ་ཆེན་པོ་བཏང་ཡག་ལ་སོགས་པ་དེ་འདྲ་རེད། དེ་འདྲ་བྱེད་དགོས་བ་རེད། དེ་ནས་གལ་ཏེ་ཡང་བསྐྱར་བརྩི་སྲུང་མ་བྱས་ན་ཟེར་དེ་ལྟ་ཡང་བསྐྱར་བརྩི་དེ་གང་ལ་གང་ནས་བརྩི་སྲུང་མ་བྱས་ན་མང་པོ་ཅིག་རང་བཞིན་གྱི་ཆགས་ཡོད་རེད་བ། དེ་ནས་ད་ཐག་གཅོད་དབྱེ་མཚན་ཇི་ལྟར་བྱེད་དགོས་བ་སྤྱི་ཁྱབ་ཀྱི་དེ་སྐད་ཀྱི་གྱི་གོ་སྐབས་སོགས་ལ་གཞིགས་ནས་ད་གོ་སྐབས་དེ་དུས་ཚོད་དང་མཐུན་པའི་གོ་སྐབས་ལ་གཞིགས་ནས་ཨ་ནི་ཉན་ཞིབ་ཕུལ་ན་ཨ་ནི་ཨ་ནི་བཀའ་ར་གུ་དགོས་བ་རེད་ཟེར་བ་དེ་ཁོ་ན་ཙན་ལས་ཨ་ནི་གོ་ཐག་གཅོད་བྱེད་ཡ་དང་བཀའ་ཕེབས་ཐུབ་ཡ་ངེས་སུ་ཅིག་ཁོ་རང་གི་དབང་སྒྱུར་བྱེད་བཞིན་པའི་མི་མང་དེ་ཚོ་ལ་ཞེས་ཞེས་པ་ནང་བཞིན་ཨེ་ནས་བཤད་ཐུབ་གི་ཡོད་མ་རེད་ཟེར་ཡ་དེ་རེད། དེ་ནས་ད་ལུང་འདྲེན་ང་བ་དེ་རེད་ལུང་འདྲེན་ང་བ་གི་ཨི་ཡིག་ཚང་གི་ཡིག་ཚང་གི་ཡོང་ཁུངས་དེ་ཀྲུང་ཧྭ་བན་བོན་རྒྱ་དང་སུ་ཅི་སོ་སིན་བོ་དོན་ཤོག་གྲངས་བརྒྱ་ནས་བརྒྱ་དང་ཞེ

མ་ཟད་ཉག་རོང་བོ་དང་བར་ཐག་རིང་ཟེར་ནང་ཁུལ་ལ་དབང་བའི་ཡུལ་དཔོན་གྱི་ཀྱི་དབུས་སུ་ཡོད་ད་དེ་ཉག་རོང་དེ་ག་ཡོད་ན་དེ་ཞིག་གི་དབུས་སུ་ཡོད་པ་དང་ད་དཔོན་ཆེན་ཞིག་འདེམས་ཏེ་མངག་དགོས་ད་དཔོན་པོ་ཆེན་པོ་ཅིག་མངག་ནས་ནི་དེ་ལ་མངག་དགོས། དྲང་གི་མེད་པས་ད་ཁི་སིམ་བར་གོ་སྐབས་དང་བསྟུན་ནས

བྱས་སོང་ཞེས་དེའི་ས་ཆ་དེ་ཕྱིར་ལེན་གྱིས་ད་ཉོག་རོང་ག་འདྲ་བྱེད་ལེན་དགོས་དེ་རེད། ཨ་ནི་གོ་ཁེ་ཡོད་ན་ཨ་ནི་དོན་ཆེན་རེད་གསུང་བའི་ངོ་ལོག་གི་དེ་འདྲ་བྱུང་ན་ཨ་ནི་དེ་ཚོ་ལ་རྒྱབ་སྐྱོར་བྱས་ནས་དེ་ཚོ་ལ་རོགས་པ་བྱས་ནས་ད་བེད་སྤྱོད་བྱེད་དགོས་ཟེར་ཡ་དེ་རེད། དེ་ཚོ་བེད་སྤྱོད་བྱས་ནས་ཨ་ནི་ཉོག་རོང་གི་ས་ཆ་འཕྲོག་དགོས་ཡ་དེ་བྱེད་དགོས་རེད་དབང་ཆ་འཕྲོག་དགོས་ཡ་དེ་བྱེད་དགོས། ད་མི་དེ་ཚོ་ངོ་ལོག་བྱེད་མཁན་དེ་ཚོ་ལ་གནས་ལུགས་བཤད་ནས་གནས་ལུགས་ཀྱི་ཐོག་ནས་ད་བོད་ཧྥན་བོད་གཞུང་དང་པོ་གི་དབང་ཆར་བ་དེ་པོ་ཕན་པར་བྱ་དགོས་པ་རེད། ཕན་པར་བཟོ་དགོས་ཡ་རེད། དེའི་སྒང་ལ་ཨ་ནི། བཟོ་རིག་ངན་པ་དོགས་ཚན་བྱས་ན། ཨ་ནི། ཨ་ནི་བྱེད་རྒྱུ་ལྷག་གི་མ་རེད། ད་དེ་འདྲ་མི་འདྲ་དེ་འདྲ་ཁ་གཡར་ས་དེ་ལྷག་ཡོང་གི་མ་རེད། དེ་བཞིན། ཉོག་རོང་མུ་མཐུད་དུ་ང་ཚོ་འོང། ད་ཉོག་རོང་དེའི་བོད་གཞུང་གི་ལག་ནས་ག་འདྲ་ཅིག་ལེན་དགོས་ན། ད་ལེན་མ་ཐུབ་ནས་ཁ་ཐུག་གི་དམག་འཇགས་མ་ཐུབ་ནས་ད་ཁོ་ཐབས་ཤེས་ཐེང་གི་འདུག་ཨ། འདི་གོ་ཁེབས་བཟང་ནས་ངོ་ལོག་པ་དེ་འདྲ་བྱེད་སོང་ཅིག་དེ་དེ་ཚོ་བཟང་སྤྱོད་བྱེད་ནས་ཨ། དེ་འདྲ་དེ་འདྲ་འུ་གང་ནས་གནས་ལུགས་ཤེས་ནས་ད་ག་འཁྲིག་བྱེད་དགོས་ར་ག་འཁྲིག་བྱེད་ནས་བོད་བོད་གཞུང་དེ་འདྲ་ཕན་གི་འཇུག་དགོས་བ་རེད་ཟེར་གི་ད། ཨ་ནི་དེ་འདྲ་བྱེད་མཁན་གི་བོད་པ་དེ་ཚོ་ལ་གསོལ་རས་སྤྲད་ཡ་དང་རྔན་པ་དོག་ཙམ་སྤྲད་ནས་ཨ་ནི་དེ་འདྲ་བྱས་ན་ད་བྱ་བ་རྗེས་མ་ལྷག་རྒྱུ་ཡོད་མ་རེད་ཟེར་ད། ཞག་ཆུ་ཚོད་ལྷག་པོ་མར་ན་བོད་གཞུང་གི་མུ་མཐུད་དུ་ཉག་རོང་ལ་དབང་སྒྱུར་བྱས་ཏེ་ལྷག་གི་མ་རེད། དེས་ན་ད་ཉག་རོང་མུ་མཐུད་དུ་ང་ཚོ་ལ་དབང་གི་རེད་མན་ཇུ་ལ་དབང་གི་རེད་ཟེར་ཏེ། དེ་ནས་ལུང་འདྲེན་རྔ་བ་སྦས་རེད། ལུང་འདྲེན་རྔ་བ་སྦས་ཀྱི་བརྗོད་བྱ་དེ་དམག་དོན་བློན་ཆེན་སོགས་ལ་གོ་བ་ལྟ་དེ། གོང་མ་མ་གོ་ཡིས་གནང་རྒྱུ་རེད་ལུའུ་ཁྲན་ལིན་གྱིས་སྙན་ཞུ་གནང་ན། སྙན་ཞུ་གནང་བ་དེ་ཆ་ཚང་ཤེས་སོང་ཟེར་ད་གོང་མ་དེས་གཏང་ཡོད་སྐད་ཆ་རེད་ད་ལྟ། ནུས་ལྡན་གྱི་དཔུང་པོ་ཞིག་དང་ནུས་བ་ཡོད་པའི་དཔུང་པོ་ཞིག་འདོད་ན་དང་དང་དཔའ་ངར་ཅན་གྱི་དང་དམག་དེ་འདྲ་མང་པོ་བསྡུས་ནས་ཁ་སྣོན་བྱས་ནས་ཁ་སྣོན་མཛོད་ནས་མགྱོགས་མྱུར་དར་རྩེ་མདུད་དུ་དར་རྩེ་མདུད་ལ་དང་སྒར་འཛུགས་དགོས། དང་མི་སྒར་འཛུགས་དགོས། གྲངས་ཀ་མེད་པའི་གུ་གེ་དང་དེ་དང་དེ་ཡང་གྲངས་ཀ་མེད་པའི་ཟེར་ཏེ་གྲངས་ཀ་མེད་པ་ནི་མངོན་སུམ་དུ་མ་ཡིན་པའི་སྐད་ཆ་ཞིག་རོ། མངོན་སུམ་དུ་མ་ཡིན་པའི་སྒང་ནས་གསང་བའི་སྒོ་ནས་གོ་སྐབས་དང་བསྟུན་ནས་ད་བྱ་བ་དེ་ལེགས་འགྲུབ་བྱེད་དགོས། གལ་ཏེ་ཉག་རོང་ལ་གོ་སྐལ་ཡོད་ན་ཨ་ནི། ཉག་རོང་ལ་གོ་སྐལ་ཡོད་ན་ཨ་ནི་ཉག་རོང་ནས་གོ་སྐལ་འདྲ་བྱུང་ན། ཡིད་མི་ཆེས་སོང་ཞེས་དེ་ས་ཆ་དེ་ལ་ཡིན་གྱི་ད་ཡིད་མི་དེ་ཚོ་ལ་ད་ཁ་འཁྲིག་རིག་ནས་ཚུར་ར་ཁུག་ནས་ཨ་ནི་ངོ་རྒོལ་བྱེད་གྱི་འཇུག་གོ་ས་ཆ་ལ་ཡིན་གྱི་ཡིན་ཟེར་ཡ་དེ་ར་བ། ད་འདོད་དོན་གནས་ལུགས་ཐད་བརྗོད་དང་མི་སྲིད་འཐོལ་པ་ཡིན་ད་བ་ག་གནས་ལུགས་དང། གནས་ལུགས་ཐད་ར་བརྗོད་ད་ཨ་ནི་བོད་པ་གི་མཚན་གུས་ཐུབ་གི་རེད་མི་སེམས་འཐོལ་གི་རེད་ཟེར་ཡ་དེ་རེད།

ད་ཁོང་གི་ཡིན་ནམ་ན་ཁྱོད་ཚོ་ཤི་དགོ་ཟེར་ཡ་དེ་རེད་ད་དེ་ལ་ཡི་ཤུ། རྩོམ་པ་པོ་ཡི་ཤུ་བྱེད་ཡ་དེ་ཡིན། དོན་ཚན་གཉིས་འདུག་ད་ལུང་འདྲེན། རྔ་བའི་ཨེ་དང་སྦིས་ཀྱི་ག་རེ་བསྟན་ཡོད་རེད་ན་ཆིང་སྲིད་གཞུང་གི་རྒྱལ་བློན་ཚོ་ཚང་མ་གི་སྦིས་སྦིས་སོང་སོང། ཨ་ནི་དེ་འདྲ་གི་སྒང་ནས་ཨ་ནི་ད་ག་གབ་གབ་ནས་ཨ་ལྐོག་ནས་ཨ་ནི་ད་ཐབས་ཤིག་འདྲ་མིན་ཐད་ནས་ཨ་ནེ་ཉོག་རོང། ཞི་ར་ལན་ཡ་ཡོ་ཐབས་ཤེས་འཐེན་གྱི་འདུག་བ། དེ་ནས་གང་ལ་ད་འདི་ག་རེ་བདེན་དཔང་ར་སྤྲོད་བྱས་ཡོད་རེད་ཟེར་ན་ཆིན་སྲིད་གཞུང་ལ་ཨ་ནེ་སི་ཁྲོན་གྱི་ཤི་རྒྱུ་གི་ཨ་ནེ་ས་ཆ་དེ་ཚོ་ལ་དབང་སྒྱུར་བྱེད་ཡག་གི་ནུས་བ་སྤུ་ཙམ་ཡང་མེད་པ། དེ་འདྲ་ཡིན་ན་ད་བོད་གཞུང་གི་ཁྱབ་ཁོངས་དེ་ཚོ་ད་དེ་ལས་བྱེད་མ་དགོས་རེད་དེ་རེད་ད། འདི་གི་མན་ཇུ་གི་བྱེད་སྟངས་འདི། དཔེ་དེ་སྐབས་དེ་དུས་སྔོན་དེ་དབྱིན་ཇིའི་གི་མི་སེར་སྤེལ་ཡུལ་ལྟོས་ཤིག་གི་ཨ་ནི་ད་ལྟ་རྒྱ་གར་དང་ད་ཉི་ཧོང་རྒྱ་གར་དང་ས་ཆ་གཞན་དག་དེ་ཚོ་ད་ཅི་ཧེ་ས་ཆ་གི་དུས་ཚོ་ཅིག་ག་རེ་ཟེར་མི་ཁྱི་དང་ཡ་གི་ཨ་ནི་དེ་དེ་དང་དེ་ད་བསྡེབས་ཐུབ་མེད་ཡ་དེ་འདྲ་རེད་དཔེར་ན་དེ་མ་ཚད་ད་ད་གར་ཚེ་ཉི་ཧོང་གི་རྒྱ་ནག་ལ་ཚན་རྩལ་སྤྱི་བདེའི་སྒང་ལ་ཁ་གཏད་ཚན་རྩལ་སྤྱི་ནས་ནི་ཁོ་རང་གི་གཏོར་བཤིག་སྤེལ་དགོས་པ་དེ་ཚོའི་སྟངས་སྟབས་བདེ་ཐབས་མེད་པ་དེ་འདྲ་ཞིག་རེད། དེ་ཡིན་ཕྱིན། ཉེ་བ་དེ་ལོང་འབྲས་ལྔ་བ་ཨེ་ཡི་ནང་ལོགས་ནས། ད་ལྟ་ཉག་རོང་མུ་མཐུད་དུ་ང་ཚོ་དབང་ཟེར་ཡག་གི་ཚིག་དེ་གི། ག་རེ་བསྟན་ཡོད་རེད་ན། ཉག་རོང་ཚུར་ལ་མ་ལངས་ཡོང་བའི་སྔོན་ལ་ཨ་ནི་ཉག་རོང་མུ་མཐུད་དུ་ཨ་ནི་ང་ཚོ་མ་རེད་ཟེར་ཡག་དེ་ད་རང་བཟོས་གི་འདན་ཧོང་ཅིག་ཡོད་རེད་བ། དེ་འདི་གང་ལ། དེ་འདི་གང་ལ་ཨ་ནི། ཉག་རོང་དབང་བརྗེ་བྱེད་མཁན་གི་བོད་གཞུང་དང་བོད་གཞུང་དང་ཉོ་རོང་དབང་འཛིན་བྱེད་མཁན་གྱི་བུ། ད་དེ་ལས་ཨ་ནི་ང་རང་ཚོའི་ད་མ་ཡིན་པ་དེ་མཚེའུ་རེད་བ་ད་མན་ཇུའི་མ་ཡིན་པ་དེ་མཚེའུ་རེད། དེ་ཨ་ནི་ད་སི་ཁྲོན་སྤྱི་ཁྱབ་ཀྱི་ཉན་ཞི་ནང་ལོགས་ནས་ཉན་ཞི་དང་ཨ་ནི་ཞི་དེ་ལ་ལན་གནང་བའི་ཨ་ནི་གོང་མའི་བཀའ་ཡིག་དེ་ནང་ནས་ཡག་ཅིར་ད་དོན་དངོས་ཅིག་ལྡན་ཤོང་བྱས་ཏེ་ག་རེ་རེད་ཟེར་ན། བོད་ནི་ཨ་ནི་མན་ཇུ་གི་མན་ཇུ་ལ་དབང་གི་མི་འདུག་ཟེར་ཡ་དེ་རེད། ད་གཞན་དེ་ཨ་ནི་ད་ད། ད་ཉག་རོང་དེ་ཨ་ནི་མན་ཇུ་ལ་གཏོགས་པའི་ཡེ་ཧོན་དེ་ཚོ་གི་དབུས་སུ་ཡོད་ཟེར་ཡ་འདི་གི་ཡང་སྐྱེར་ག་རེ་ད་དབང་བྱེད་ཡ་རེད་ཟེར་ན། ཉག་རོང། དང། ད་ག་རང་བཞིན་བོ་ཞེས་ད་བོ་གཞུང་གི་མངའ་ཁོངས་དེ་ཚོ་ཚང་མ་ཨ་ནི་མན་ཇུའི་མངའ་ཁོངས་མ་ཡིན་པ་དེ་རང་བཞིན་གྱི་བསྐྱར་དུ་བདག་སྔོག་བྱས་ཡོད་རེད་ཞེས་ཡ་དེ་རེད། དེ་ནི་ད། ད་ང་ཚོ་ལུང་འདྲེན་དྲུག་པ་རེད་ལུང་འདྲེན་དྲུག་པ། ལུང་འདྲེན་དྲུག་པ་གི་ཡོང་ཁུངས་དེ་དུང་ཧྭ་བན་བོ་རྒྱ་དང་སོ་སོའི་བོད་དོན་ནས་སྐུ་ཞོགས་གྲངས། བརྒྱ་དང་བཅུ་མེད་གཅིག།

བང་པ་དང་དེ་ལ་ཁྱད་པར་ཡོད་ཨ་ནི། བང་པའི་རེད་བྱ་ད་རིང་འདི་བང་པ་ལོན་ཆེད་ནག་ཆིངས་ཀྱི་ཡི་དགོན་སྐོར་ལ་ཆོག་མཆན་དང་རྒྱལ་མཚན་ཡིན་རྗེས་བོད་དུ་རྒྱ་གར་གྱི་བྱ་བྱ་ཚོང་གི་ད་བྱ་ཚོང་གི་ནི་ལས་དོན་སོགས་ལ་བྱ་ཚོང་ཡག་གི་ལས་དོན་ལ་སོགས་པ་སོགས་ལ་ནི་བོད་ཧྥན་གྱིས་ངོ་རྒོལ་གྱིས་ངེས་ལེན་བྱེད་ཀྱི་མེད། ད་རྒྱལ་མཚན། ས་མཚན་ཡིན་ཡ། མན་ཇུ་དང་མན་ཇུ་དང་རྒྱ་གར་གྱི་དབྱིན་ཇི་གི་ས་མཚན་ཡིན་ཡ་ལ་སོགས་པ། དེ་ནས་བོད་དུ་རྒྱ་གར་གྱི་ལྕགས་ཚོང་བའི་ལས་དོན་ལ་སོགས་པ་བོད་ཕན་གྱི་ངོ་རྒོལ་བྱེད་ཀྱི་འདུག་ཟེར། ངེས་ལེན་བྱེད་ཀྱི་མི་འདུག་ཟེར། ཏཱ་ལའི་ཡིས་དོན་དག་ཐག་གཅོད་དང། དབང་ཆ་ཚང་མ་བཟུང་ཡོད་ད་ཏཱ་ལའི་བླ་མ་གིས་ཨ་ནི། ག་རེ་ཞིག། དོན་དག་ཐག་གཅོད་བྱེད་ཡག་དབང་ཆ་དང། ད་དབང་ཆ་ཡོད་ཚད་ཚང་མ་ཨ་ནི་ཁོ་རང་བཟུང་ཡོད་རེད། ད་མི་གཞན་ཉུང་ཤས་ཀྱིས་ཨ་ནི། ད།

ཨ་ནི་རི་བ་རེད་ད་ས་མཚན་བོད་དང་རྒྱ་གར་གི་ས་མཚན་ཡིན་ཡ་དང་ད་ག་ནང་བཞིན་བོད་བོད་ལ་ཨ་ནི་རྒྱ་གར་གི་ཇ་དེ་བཙོང་ཡ་གི་ཨ་ནི་རི་བ་དེ་དོན་རེད་སྐུ་དེ་བྱེད་དགོས་རེད་ད་ལུང་འདྲེན་འཁྲིག་པ་གི་ཨ་ནི་སྐྱིད་དུ་བསྟན་ཡ་ག་རེ་བསྟན་ཡོད་རེད་ན་ག་ཆིན་སྲིད་གཞུང་གི་མུ་མཐུད་དུ་ཨ་ནི་བོད་གཞུང་ལ་གནོན་ཤུགས་ཁྲེས་ནས་ཨ་ནི་དབྱིན་ཇིའི་གི་གི་དོན་རྒྱུག་གི་ཆ་རྐྱེན་དེ་ཚོ་ཁས་ལེན་བྱེད་གི་འཇུག་ཡ་དང་དབྱིན་ཇི་ལ་མགོ་དགུ་ཡ། གི་འཇིགས་ཡ་དེ་ནི་མུ་མཐུད་དུ་ཞུགས་ཆགས་ཀྱི་ཡོད་པ་རེད། དེ་ཁ་བ། གི་ཨ་ནི་ཆིན་སྲིད་གཞུང་ལ་བོད། ཆིན་སྲིད་གཞུང་ལ་ཨིན་བོད་གཞུང་དང་བོད་རྒྱལ་ཁབ་ཀྱི་ཐོག་ལ་ཨ་ནི་དོན་ལྡན་པའི་དབང་ཆ་ཅི་ཡང་མེད་པ་ཨ་ནི་དེ་གཉིས་བདེན་དཔང་བྱས་ཡོད་རེད། ད་ཡེ་ཤེས་ཉི་བ་དེ་བསྐྱར་དུ་དེང་ཡ་ལ་ཨ་ནི་ནང་ཆོས་སྲིད་གཞུང་ལ་ནི། ད་ལྟ་ཉག་རོང་དབང་ཆེན་གྱི་དབང་ཆ་དེ་དང་ཚོད་འཛིན་བྱེད་དབང་ཆ་མེད་པ་དང་ཉག་རོང་བོད་གཞུང་གི་སྲིད་འདོད་རེད་པ་དེ་རེད། དེ་ནི་ང་ཚོ་ད་ལུང་འདྲེན་བདུན་པ་དེ་རེད། ལུང་འདྲེན་བདུན་པ་གི་ཡིག་ཚང་གི་ཡོང་ཁུངས་དེ་ཏུང་ཧྭ་བན་པོ་བརྒྱ་དང་སུམ་ཅུ་སོ་བཞི་བོད་དོན་གནས་སྐོར་ཤག་གྲངས་བརྒྱ་དང་གཉིས་ནས་བརྒྱ་དང་བཞི་གང་ཞིག་ཁྲི་ལོ་ཉི་ཤུ་རྩ་གཉིས་པ་ཆོས་ལུགས་ཆིག་སྟོང་བརྒྱ་རྒྱ་དགུ་ཅུ་གོ་དྲུག།

རྐྱེན་གྱིས་ཨ་ནི་གུ་ཉའི་ཆོས་སྟོན་ཡོང་ནུས་དེའི་རྐྱེན་གྱིས། ཨ་ནི་ད། དེའི་རྐྱེན་གྱིས་ཨ་ནི་ད་ལྟ་གི། ཨ་ད་མོ་པའི་ངོན་ཟེར་ཡ་དེ། ང་རྒྱས་སུ་ཨ་ནི། ད། དམག་དཔའ་ངེར་ཅན་ཁྲིད་ནས་དར་བབ་ཀྱི་ཕྱི་ཤོལ་དུ་མངགས་པ་ཡིན། ད་ཁོང་དམག་དཔའ་ངེར་ཅན་དེ་འདྲ་ཁྲིད་ནས་བཏང་བ་ཡིན། ཐོག་མར་མི་སྣ་ཆེད་བཏང་བྱས་ནས་ནི་ཁྲིའུ་དཔོན་དང་ཁྲག་མགོའི་ཡེ་ཧོན་གཉིས་ལ་ལུང་བསྟན་བྱས་ཏེ། ཉག་རོང་གི་ཧྥན་ལ་ངན་འབྲེལ་བྱེད་མི་ཆོག་པ། ཨ་ནི་ཐག་གཅོད་བྱེད་པར་སྒུག་གི་ཨང་ད་དེ་ངན་འབྲེལ་བྱེད་མི་ཆོག་པ་མ་ཟད་ཨ་ནི་ཁྱོད་རང་ཚོ་ཉེ་བ་ཡོད་པ་དེ་ཐག་གཅོད་བྱེད་པར་ལ་ཨ་ནི་སྒུག་གི་ཡོད། ཡིན་ཡང་ཉག་རོང་ཧྥན་གྱི་མི་སྤྱི་དྲང་ངང་ནས་ཨ་ད། ཁོ་ཚོའི་ཚོང་དང་ད་ད་དུས་དབུལ་དཔོན་དང་ཨ་ནི་དྲང་དགུའི་དབོན་དྲང་དགུའི་དབོན་པོ་ལ་དེ་བྱས་དེ་གང་ལ་ཉག་རོང་གི་སྤོབས་པ

མན་ཅུའི་ཧོང་པོ་ཡར་མ་ཐོན་སྔོན་ལ་ནི་ཉག་རོང་གི་བོད་པ་དེ་འདྲ་མ་སོང་ནས་ནི་ཀྲི་ཡོག་ཧོང་དང་ཀྲོག་མགོ་ཧོང་པོ་ལ་ནི་སྐུ་ཚོགས་འགོ་གཏུག་གི་ཡ་དེ་འདྲ་གི་ཡིག་གཞི་ཧོང་ཐག་ཡིག་གཞི་དེ་འདྲ་བྲིས་ཚར་འདུག། དེ་མ་ཚད་ཡིག་དཔོན་གཉིས་ཀྱིས་ཆོས་དོན་བསྡུ་རུ། བཞིན་དུ་ཡོད་ཟེར། དེས་མ་ཚད་ད་ཁོ་དྲེའུ་ཧོང་དང་ནི་གྲོང་ཁོ་ཧོང་ཁོ་ཚོ་མཐུན་གི་ཡོད་ས་མ་རེད་འདུག་ཨ། དེའི་གི་ད་གྱོད་དོན་དེ་ལ་ཡང་ཁོ་ཚོ་གི་ད་ཐག་གཅོད་བྱེད་ཡག་གི་དེ་འདྲ་གི་ད་བྱེད་གི་འདུག་ཟེར་དེ་འདྲ་བྱེད་གི་འདུག་ཟེར། མོ་པི་ཝུན་གྱིས་ཨ་ནི་ནི་ཚེ་ཤི་ཡང་ད་ཁོའི་ནི་ཚེ་དེ་ཤི་བ་དང་ལམ་སང་རྒྱལ་མཚན་གན་ནི་སོང་སྟེ་ཟེར་ད་ལམ་སང་ཁོའི་རྒྱལ་མཚན་དང་གན་ནི་ད་འདི་རྒྱལ་མཚན་ཟེར་དེ་གང་ལ་ཨ་ནི་ད་སེའུ་རོ་ཨ་རྒྱལ་མཚན་གན་ནི་སོང་སྟེ

དེས་མ་ཟད་རིམ་བཞིན་དམག་བརྒྱ་ཕྲག་འགའ་ཁ་སྣོན་བྱས་ཏེ་ཁ་གཏད་འགུག་རྒོལ་བྱ་རྒྱུ་ཡིན་འདུག་ཟེར་ད་གོ་རང་ཉག་རོང་གི་ཕྱོགས་ནས་ཁ་གཏད་ཆགས་ཀྱི་ཡོད། ཉག་རོང་གི་ཧྥན་གྱིས་དམག་ཁྲིད་ནས་རྒྱལ་མཚན་བགད་དེ་ཚན་རྩལ་དང། གསང་ཆ་བསླང་བ། བློན་རྗེས་སླེ་བྱ་མི་ཉན་པ་ད་དེ་ཡིན་ནོ་སྐྱོན་གི་བློན་ད་ཁོ་རང་ཚོ་མན་ཇུ་གི་ཕྱོགས་ནས་ལྷ་བྱ་རྒྱལ་ཡག་དང་དེ་མི་ཉན་ཉན་གི་མི་འདུག་ཟེར། ད་དེ་ཚོ་ཕྱི་བཏང་གི་གནས་ཚུལ་ཡིན། གལ་ཏེ་ད་རང་དམག་གི་སྟོབས་ཤུགས་མ་མངོན་ན་ད་ད་ལྟ་སི་ཁྲོན་སྤྱི་ཁྱབ་ཁ་ཞིག་དམག་གི་སྟོབས་ཤུགས་མངོན་དགོས་འདུག་ཟེར་སྨན་སྤྱི་ཚོགས་བྱུང་ལ། མ་མངོན་ན་སི་ཁྲོན་ལ་དབང་བའི་ཡེ་ཧྥོན་དག་ཉག་རོང་གི་སྟོབས་ཤུགས་ལ་འཇིགས་པ་དང། རྒྱ་དཔོན་གྱིས་གསུང་ཆོས་བཤད་མི་ནུས་པའི་བས་གཅིག་འཇིག་གཉིས་མཐུད་ཀྱིས་ཉག་རོང་ལ་མགོ་བཏགས་རྒྱུ་ཡིན། ཡིན། ཡིན་ན། འོ་ད། འདི་སི་ཁྲོན་སྤྱི་ཁྱབ་ཅིག་བྱེད་དགོས་ན། ད་ང་ཚོ་མན་ཇུ་དམག་དམག་གི་ཐུགས་ཤིག་མངོན་ཡག་གི་དེ་ཚོ་རེད། དེ་འདྲ་མ་བྱས་ཡག་ན་ནི། ངོ་མ་སི་ཁྲོན་ལ་དབང་བའི་ཡེ་ཧུན་དེ་ཚོ། ཉག་རོང་ལ་ཉག་རོང་གི་ཐུགས་ཤིག་ལ། འཇིགས་ནས་ནི་ད། འཇིགས་པ་དང་ནི་རྒྱ་དཔོན་གི་ང་ཚོ་སྲུང་སྐྱོབ་བྱེད་ཐུབ་ཀི་མི་འདུག་ཟེར་ནས་ནི། ད་ཡེ་ཧུན་དེ་ཚོ་གཅིག་འཇིགས་གཉིས་མཐུད་བྱས་ནི་ཉག་རོང་ལ་འགུག་ཐག་རྒྱུ་རེད། དེ་འདྲ་འགུག་ཐག་ཡིན་ན། ད་ཐཱན་ཚན་གྱི་ལས་དོན་ད་ཐཱན་ཚན་ནི་རྒྱལ་ཁབ་ཀྱི་ཐཱན་ཚན་གྱི་ལས་དོན་ད་རི་ཉུལ་བ་བཞིན་དུ། ད་རི་རི་ཉུལ་བ་ནི་ཐག་པ་གི་གི་མི་འདོན་ཟེར་བ་དེ་རེད། ད་རི་རི་མ་ཉིལ་བ་ཡིན་ན་ཐག་པ་གི་བསྡད་མི་ཐུབ་པ་དེ་འདྲ་འགྱུར་སྲིད་ཀྱི་རེད། ད་གང་ཚང་མ་ཨོ་ལི་ཀི་རེད་ཟེར་བ་དེ་རེད་ཀི་རེད། ད་ད་ལྟ་སི་ཁྲོན་སྤྱི་ཁྱབ་ཀྱི་སློབ་རན་གླིང་གི་ཨ་ནི་ཉན་ཞིང་འདི་ཕོ་བ་རེད། དེ་ལ་ཨ་ནི། ད་གོང་མ་དགག་ཡིག་དེ་ག་རེ་གནང་ན་མག་སྟོན་བློན་ཆེན་སོགས་ལ་དགག། ལོ་ཁྲིན་ལིན་གྱི་ཉག་རོང་ཧྥན་ཧོ་སྐོར་གྱི་ཉན་ཞི། ཉག་རོང་དེ་ནས་ཡིག་ཆ་ཡིག་མ་ཟིག་དེའི་བཞག་ལ་ད་འབྲེལ་བ་ཆགས་པ་མ་རེད། ཉག་རོང་ཧྥན་ཧོ། ངོ་ལོག་པ་དང་གཅིག་མཚུངས་ཡིན་ཟེར་ད་ཉག་རོང་གི་ཧྥན་དང་བོད་ཀྱི་དཔོན་པོ་དེ་ཚོ་ངོ་ལོག་པ་དང་གཅིག་པ་ཡིན་ཟེར། དམག་གི་གཏོས་ཤིག་ཅིག་གནང་གིས་ད་མན་ཇུ་གི་དམག་གི་གཏོས་ཀྱི་གནང་དགོས་རེད། ལོ་ཁྲིན་ལིན་ལ། ད་དེ་དེ་དང་དེ་ནས་ཕན་གནོད་ཤེས་དགོས་བ་རེད་ཟེར་དེ་དང་ད་རུང་ལན་གནོད་ལྡོག་བྱས་མེད་ན་དམག་དཔུང་འབོར་ཆེན་གྱིས་གཏོར་བཤིག་དབྱེ་མཚན་གྱིས་ཨ་ནི་ཚིག་གཅོད་བྱེད་ཀྱི་ཡིན་ཟེར་གོ་ད་ད་ངས་ཁ་མི་ཉན་ནས་ཨ་ནི་བོད་པ་དེ་ཚོ་ཁ་མི་ཉན་དེ་ནས་ན་ཨ་ནི་ཁོ་དམག་གི་གཏོར་བཤིག་གི་ཨ་ནི་ཁོ་ཕན་པར་བྱེད་དགོས་བ་རེད་ཟེར་དེ་རེད་ད་དེ་ལ་རྩོམ་པ་པོ་ཡེ་ཤུ་དོན་ཚན་གཉིས་ཞུས་འདུག་བ་ད་དོན་ཚན་དང་པོ་དེ་ཨ། ད་ཕྱིན་སྲིད་གཞུང་གི་སྤྱི་ཁྱབ། སི་ཁྲོན་སྤྱི་ཁྱབ་གི་ཡ་ཉན་ཞིག་ཕུལ་རྒྱུ་དེའི་ནང་ལོགས་ནས། ཨ་ནི་བོད་གཞུང་གི་ངག་རྒྱུན་གྱི་ད་ལྟ་ཉིང་རོང་དབང་འབྱེད་བྱེད་མཁན་གྱི་བོན་རིགས་ཆུང་བ་དེ་ཚོ། གི་ཨ་ནི་མན་ཇུའི་གི་རང་སྟོད་བྱས་ནས་ཁོ་རང་གི་དབང་འབྱེད་བྱས་ཚར་གི་མངའ་ཁོངས་ཡིན་ཟེར་མཁན་གྱི་ཡུལ་བོན་དེ་ཚོ། ཨ་ནི་ཉིག་རོང་ལ། ག་རེ་ཞིག་གོ་རེ་འགོ་དགའ་ཡིན་ཟེར་ཨ་ནི་དེ་འདྲ་གི་གོ་ཡིག་དང་ཨ་ནི་དེ་འདྲ་གི་དཔང་ཡིག་དེ་འདྲ་བྲི་གི་བྲི་གི་འདུག། དེས་མ་ཟད་ཨ་ནི་ཁོ་རང་ཚོ་གི་ཆིང་གི་བོན་རིགས་དེ་ཚོ་ལ་ད་དྲེའུ་དང་ཁྲོང་གོ་དེ། ཨཱ་ནི་ད་ཉོག་རོང་གི་མངའ་ཁོངས་ཡིན་པ་ཉོག་རོང་ལ་ཨཱ་ནི་དུས་ཐེངས་གཅིག་ཡོང་ཆ་ཡོད་ཟེར་ཡ་དེ་འདྲ་གི་རྩོད་པ་རྒྱག་གི་འདུག། ད་འདིའི་སྒང་ནས་སྲས་བུ་བསྟན་པ་དེ་བོད་དང་མན་ཇུ་རྒྱ་མན་ཇུ་མཚན་མན་ཆིན་མཚན་རྒྱས་གཉིས་ཨཱ་ནི་ཁོ་གཉིས་ཁ་གཏད་དུ་ལངས་ཡོད་ཡ་གི་གི་རང་བཙན་རྒྱལ་ཁབ་གཉིས་ཡིན་པ་དེ་སྲས་བུ་རེད་ཟེར་དེ་རེད། ད་ཉིས་བ་དེ།

ཉག་རོང་ལ་ཡིན་ཚེ་གི་ཚེ་སྐྱོ། དེ་ལ་ཁོ་ཚོ་ངུ་དགོས་མེད་ཟེར་ཡ་ད་སྨན་བཅོས་གོང་མ་ཡིན་ནི་དེ་ལ་ངུ་དགོས་མེད། ཡིན་ན་ཡང། གལ་ཏེ་སྨན་བཅོས་ལ་དབང་བོ་གི་ཐོག་ལ་དབང་ཤུགས་བསྐྱེད་ཚེ་ཡོད་པ་ཡིན་ན། ག་རེ་བྱས་ནས་ནི་གོ་བཏང་ནས། ད་ཁོ་རང་ཚོའི་ཐ་སྙད་དེ་གོ་བཏང་ཡ་ད་གོ་ཕབ་ནས། མ་མཐའ་ཡང་གོ་ཕབ་མི་ཐུབ་ན་ཡང་ཁོ་རེ་བ་ཅིག་ཐོན་ན་འགྲིག་གི་རེད་བ། ཡང་ན་ཤི་བ་ཐོན་ན་འགྲིག་གི་རེད་བ། ནས་ཤི་བ་ཕོ་ནས་བོད་གཞུང་ལ་ནས་ཉག་རོང་གི་བོད་ཀྱི་བང་རིགས་དེ་ཚོ་ལ་ཚོད་འཛིན་བྱེད་རོགས་གནང་ཟེར་དེ་འདྲ་ག་རེ་བྱེད་ཤི་ཕོ་གི་ཡོད་བ་མ་རེད་ཟེར། ཨོ་དེ་རེད། ལགས་སོ་ད་ད་རེས་དེ་ཚོ་ལ་སུན་འདུག་ཨ་ནས་དེ་ནས་མ་མུ་མཐུད་དུ་ངོ་སྤྲོད་བྱེད་ན་ཨ་ནས་ད་རང་བོད་འདྲ་བོ་ཞིག་ཆགས་ས་རེད་དེ་འདྲ་བྱས་ནས་ཨ་ནས་ད་རེས་ད་ལུང་འདྲེན་འདི་འབའ་དེ་ཡོངས་སུ་ངོ་སྤྲོད་བྱེད་ཚད་ཡིན་ཨ་ནས་བདུན་ཕྲག་རྗེས་མ་ནང་ལོགས་བ། ནང་བདེན་ཁྲི་རྗེས་མ་ནང་རྩ་བར་སོང་ལ་ནི་ལུང་འདྲེན་རྒྱས་པ་དེ་ངོ་འཕྲོད་བྱེད་ཀྱི་ཡིན། ལགས་སོ། ཚང་མ་བཀྲ་ཤིས་བདེ་ལགས།